རེད་འདུག་བ། བཙན་པོ་དབང་ཡོད་ཕྱིན་རྣམ་རྟོག་དཀའ་ཐུབ་མ་རེད་གསུང་གི་ཡོད་རེད། མགུར་དེ་ཚོ་ཟབ་པོ་འདུག་བ་དངོས་ནས། རེད་འདུག་བ། ཐོབ་བྱེད་ཅེས་བཤད་པ་འདི་མདོང་ཐོག་རྒྱ་ཡིས་མི་ཐོབ་པ་ཞིག་འདུག་སྟེ། ཐོབ་བྱེད་ཅེས་པའི་བཤད་པ། ཐོབ་བྱེད་ཅེས་པ་ཟེར་བ་དེ་ཚེ་རབས་མང་པོ་ཅིག་ལ་ཡང་ང་ཚོ་ཆགས་སྡང་ལ་སོགས་པའི་གི་རྣམ་རྟོག་ཁྲ་ཁྲ་མང་པོ་ཅིག་ལ་གོམས་ཤིང་འདྲིས་པ་ཡིན་དུས། ཐབ། བསྒོམ་པ་རེས་འགའ་བ་ཙམ་གྱིས་བརྒྱབ་ཡ། ཐབ། ལྟ་བ་དང་བསྒོམ་པའི་སྤྱོད་པ་རེས་འགའ་བ་ཙམ་གྱིས་བསླབ་ཡ། ཐབ། དེ་ནི་གཅིག་གིས་སེམས་བྱུང་གི་མན་ངག་འདི་ཚོ་བྲལ་ཡ། སྐབས་སྐབས་ལ་གནད་དང་མཐུན་པ་ཙམ་ཞིག་གིས། བག་ཆགས་ངན་པ་དེ་ཟློག་ཐུབ་ཀྱི་མ་རེད་དེ་མ་ཟློག་ན། རྣམ་རྟོག་ལ་གསལ་མཐའ་ཡོད་མ་རེད། རྣམ་རྟོག་གཅིག་གཅིག་གཉིས་མཐུད་ཡོང་གི་རེད། རེད་འདུག་ག། འོ་དེ་ཡོང་གི་རེད་དེར་བརྟེན་ནས་ཐོལ་ཞེས་ཚིག་དེ་ག་རེ་བཏོན་གི་རེད་ཟེར་ཐོལ་ཟེར་བ་ཀས། འདི་འདྲ་གི་རྣམ་རྟོག་དེ་ཁོ་ག་དུས་ཡིན་ན་སྐྱེ་གི་རེད་ཟེར་གྱི་ཡོད་རེད། མཐོ་སྒྲིལ་བཅས་པ། གྲ་སྒྲིག་བྱེད་དགོས་མི་འདུག་བ། ད་དེ་རིང་ཆུ་ཚོད་གསུམ་པ་ལ་ཞེ་སྡང་ནང་ཡང་ཡིན་ད། ད་ལྟ་ནས་ང་ཚོ་གྲ་སྒྲིག་བྱེད་འོ་ཟེར་ཡོད་མ་རེད་བ། རྣམ་རྟོག་གྲ་སྒྲིག་བྱེད་ཡ་མི་འདུག་བ། སང་ཉིན་ཆུ་ཚོད་བཅུ་བ་ལ་ང་རང་ཚོ་རྣམ་རྟོག་མཉམ་དུ་སྐྱེལ་གཏོང་ཨ་གྲ་སྒྲིག་བྱེད་འོ་ཟེར་ཡ་མི་འདུག་བ། ཁོ་རྣམ་རྟོག་ཟེར་ཡ་དེ་ཁོ་ག་དུས་ཡིན་ན་ཡང་ཁོ་སྐབས་མ་ངེས་པ་དུས་མ་ངེས་པ་རྐྱེན་མ་ངེས་པ་བཅས་ཀྱི་ཐོག་ནས་རྣམ་རྟོག་དེ་སྐྱེ་གི་ཡོད་པ་ཡིན་དུས་བཟང་ངན་གྱི་རྣམ་རྟོག་གང་ཡང་སྐྱེ་གི་ཡོད་པ་ཡིན་དུས་དེ་ལ་ཐ་སྙད་དེ་མཐོ་སྒྲིལ་བཅས་པས་ཤེས་པ་ཟེར་བ་རེད། ད་དེ་འདྲ་ཡི་ཐོ་བྱེད་ཀྱི་བཤད་པ་འདི། བཙན་པོ་དང་ཐབས་ཟབ་མོ་མ་རེད་ཐབས་དྲག་པོ། གཉེན་པོ་དྲག་པོ་ལ་བརྟེན་བྱས་ནས་དྲག་པོ་དང་བཙན་པོ་དང། དེ་འདྲ་ཡི་ཐོག་ནས་རྣམ་རྟོག་དེ་དགག་ཐུབ་ཀྱི་མ་རེད་ཟེར་བཤད་ཡོང་དུས་ཐིག་གི་ཤུགས་ལ་གོ་བ་དེ་དཔེ་དེ་གང་ཟག་གཅིག་ལ་ཡང་མདུང་ཐོགས་པ་བརྒྱ་ཡིས་བསྐོར་ནས་རྣམ་རྟོག་སྐྱེས་ན། སྲོག་ལ་ཉེས་པ་བཏང་གི་ཡོད་པའི་གསུལ་རོགས་ཞེས་བསྟན་པ་རེད་དེ། ཡིན་ན་ཡང་གསུང་དེ་ག་རེ་གོ་གི་འདུག་ཟེར་ན་ཤུགས་ལ། མདུང་ཐོགས་པ་བརྒྱ་ཡི་མདུང། བཙུགས་ཡག་གི་གྲ་སྒྲིག་བྱས་ནས་ཉེས་པ་བཏང་ཡག་གྲ་སྒྲིག་བྱས་པ་ཡིན་ན་ཡང་ཁོ་རྣམ་རྟོག་དགའ་ཐུག་གི་མ་རེད། ད་རུང་ཡང་རྣམ་རྟོག་མང་དུ་འགྲོ་གི་རེད་མ་གཏོགས་རྣམ་རྟོག་ཉུང་དུ་འགྲོ་གི་མ་རེད། ད་དེ་གི་ཤུགས་ལ་དོན་དག་ག་རེད་ཟེར་ན། འདིའི་ཤུགས་ཚིག་རྐང་གཉིས་པ་དེ་ལ། དེ་ལ་ཞེན་པ་རང་ལོག་ཏུ་བཤད་པ་ཟེར་ཡོང་དུས་ད་ལྟ་ང་ཚོས་ཀྱི་རྣམ་རྟོག་དེ་བཀག་ཡག་གི་ཆེད་དུ། རྣམ་རྟོག་དེ་མ་བཙན་པོ་བྱས་ནས་མ། གྱོང་ཡག་དང་དཀའ་ཡག་བྱས་པ་ཡིན་ན་དེ་དཀའ་ཐུབ་ཀྱི་མ་རེད་གསུངས་པ་རེད། ང་ཚང་ཁོ་རྩ་བ་ཡོད་རེད་བ། རྣམ་རྟོག་གི་རྩ་བ་དེ་མ་རིག་བདེན་འཛིན་དེ་བསྡད་ཡོད་རེད། ཇི་སྲིད་མ་རིག་བདེན་འཛིན་དེ་ཡོད་ཀྱི་རེད་ན་དེ་ལས་སྐྱེས་པའི་རྣམ་རྟོག་དེ་ཡོང་གི་རེད། རེད་འདུག་བ། དེ་སོ་སོ་སྐྱེ་བོ་གི་རྣམ་རྟོག་སྤྱི་ཚུལ་བཤད་པ་ཡིན། རྣལ་འབྱོར་པ་ལ་རྣམ་རྟོག་ཟེར་བ་དེ་ཆོས་ཉིད་ཀྱི་རྩལ་རེད། ཆོས་ཉིད་ལ་ཟད་མཐའ་ཡོད་མ་རེད་ཆོས་ཉིད་ལ་ཟད་མཐའ་མེད་ན་རྣམ་རྟོག་ལ་ཟད་མཐའ་ཡོད་མ་རེད་དེ་ངས་བཟང་ཕྱོགས་ནས་བཤད་ཀྱི་ཡོད།

དེའི་གདམ་ཁ་རྒྱག་ཡ་ལ་རྣམ་རྟོག་རང་མཚན་པ་དང་དུ་བླང་ཡང་ཡོག་མ་རེད་དེ་ང་ཚོས་ཤེས་དགོས་ཀྱི་འདུག་བ། དེ་འདྲའི་སྐབས་སུ་ག་རེ་ཟེར་ན་རྣམ་རྟོག་གི་རྩ་བ་དེ་ཆོས་ཉིད་ཡིན་པར་བཤད། རྣམ་རྟོག་དེ་རྩ་བྲལ་ཡིན་པར་བཤད་རྩ་བྲལ་ཆོས་ཉིད་ཀྱི་ལས་ཤར་བས་ཀྱི་རྩ་དང་རོལ་པ་དེ་རྣམ་རྟོག་ཡིན་དུས་རྣམ་རྟོག་ཁོ་རང། རླུང་གི་བལ་དང་ཤུབ་བུ་ལ་སོགས་པ་དེ་ཕར་བསྒྱུར་ན་ཕར་འགྲོ་གི་རེད་རླུང་གི་ཚུལ་བསྒྱུར་ན་ཤུབ་བུ་དང་བལ་ལ་སོགས་པ་ཚུལ་ཡོང་གི་འདུག་བ། དེ་ནང་བཞིན་གྱི་ང་ཚོ་ཉམས་ལེན་གྱི་སྟོབས་དང་ནུས་པ་རླུང་དང་འདྲ་བ་དེའི་གྱི་སྟོབས་ཀྱིས་ཨ་ནས་རྣམ་རྟོག་དེ་ཚུལ་རང་དབང་དུ་བསྒྱུར་བྱས་ནས་དེ་ཡིས་རྣམ་རྟོག་རེ་རེའི་གྱི་སྟེང་ལ་ཡང

ངོ་བོ་ལ་དཔྱད་ན་རང་བཞིན་ཉིད་ཀྱི་གྲུབ་པ་ཡེ་གདོད་མ་ནས་མེད་པ། རེད་དོ། མཉམ་པར་བཞག་ན་རྣམ་རྟོག་གི་སྟེང་དུ་མཉམ་པར་བཞག་ན་རྣམ་རྟོག་གི་ངོ་བོའམ་རྣམ་རྟོག་མ་བཅོས་པའི་གནས་ལུགས་ཀྱི་སྟེང་དུ་མཉམ་པར་བཞག་ན་རྣམ་རྟོག་དེ་དང་རྣམ་རྟོག་གང་ནས་སྐྱེ་སྲིད་ཀྱི་ཞེས་ཆོས་ཉིད་དེ་འདུ་འབྲལ་མེད་པར་ཤེས་ཡོང་དུས། སྒྲིབ་བྱེད། སྒྲིབ་པའི་གེགས་ཀྱི་སྟོབས་དང་ནུས་པ་ཡོད་དེ་བའི་གེགས་དྲི་མ་དེ་བདེན་ན་འདོད་ཆགས་ཀྱི་བློ་དེ་བག་ལ་བཞག། བག་ལ་བཞག་ཡོང་དུས་དེ་ཀྱི་ཤུགས་ལ་ག་རེ་བ་རེ་ཐ་མ་དྲི་ཞེས་པ་ལྷག་པ་རེ་སྟེ་ཐ་མ་དྲི་ཞེས་པ་དེ་འདོད་ཆགས་ཀྱི་བློ་ཡི་རྣམ་རྟོག་གི་ནང་ནས་ཚུལ་ཐ་མ་དྲི་ཞེས་པ་དེ་རྙེད་རྒྱུ་ཡོད་པ། འོ་དེ་རེད་ད། འོ་དེ་འདྲའི་ཟེར་བསམ་བློ་བཏང་ན་རྣམ་རྟོག་དེ་བཀའ་དྲིན་ཆེན་པོ། དེ་ལྟར་མ་ཤེས་པས་གཉིས་འཛིན་རྐྱེན་གྱིས་རྣམ་རྟོག་ལ་དམ་པོར་འཛིན་པ་བདེན་པར་འཛིན་པ། འོ་དེ་ལ་དངོས་པོ་དང་མཚན་མའི་འདུ་ཤེས་ཀྱི་ཐོག་ནས་ཞེན་ཅིང་ཆགས་ནས་དེ་ལ་ལོངས་སུ་སྤྱོད་ན་དེ་འཁོར་བའི་རྩ་བ་རེད། འོ་དེ་ཡིན་འདུག་ད། དེ་འདྲའི་གི་ཅིག་ཐོག་ཆེ་ཅིག་བཤད་པ་དེའི་ང་ཚོ་ལ་ཐོག་ཆེ་བཤད་པ་དེ་གྲངས་ཀ་གྲངས་ཡོད་མ་རེད་མང་པོ་ཞིག་ཅིག་ཡོང་གི་ཡོད་རེད་ད། དཔེར་ན་སྐར་མ་གཅིག་གི་ནང་ལ་ཡིན་ན་ང་ཚོ་ད་རྣམ་རྟོག་གྲངས་ཀ་དེ་བགྲང་མ་ཐུབ་པ་ཅིག་མང་པོ་ཡོང་གི་ཡོད་རེད་བ། ཡིན་ན་དེ་འདྲ་ཡོང་གི་འདུག་ཟེར་ན་རྣམ་རྟོག་ལ་སྐྱོན་བརྗོད་བྱས་གང་ཡོད་མ་རེད། རྣམ་རྟོག་ཟེར་ཡ་དེ་སྡུག་ཅག་རེད་རྣམ་རྟོག་ཡག་པོ་ཡོད་མ་རེད་རྣམ་རྟོག་སྤང་དགོས་རེད་བཀག་དགོས་རེད་ཟེར་ན་དེ་སྒོམ་ཡག་པོ་ཡོང་གི་ཡོད་མ་རེད། རེད་དོ། མན་ངག་གི་ལུགས་ལ་ལྷག་པར་དུ་ད་ནི་རྗེ་བཙུན་མི་ལེགས་ཀྱི་ཆོས་ལུགས་ལ་དེ་ཡོང་གི་ཡོད་མ་རེད། ད་མི་ལ་རས་པའི་ཆོས་ཉིད་ལ་མི་ལ་རས་པའི་ཆོས་ལུགས་ལ་ག་རེ་ཡོང་གི་རེད་ཟེར་ན་གནམ་ཐོག་རྩ་འགྲེལ་དུ་བྱེད་དགོས་བ། གནམ་ཐོག་སྐྱེས་བཅུག། གནམ་ཐོག་སྐྱེ་བ་དང་མཉམ་དུ་རང་གི་ངོ་བོ་རང་བཞིན་ཅན་མེད་པའམ་ཀོ་ས་སྟོང་བདུན་འདྲ་མེད་པ་ཡིན་པའི་གནས་ཚུལ་ཚོ་ལ་སླད་ཡོང་དུས་ཆབ་རོམ་ཆུ་རུ་ཤོར་བ། ཆབ། ཆབ་རོམ་ཆུ་རུ་ཤོར་བ། རྡོ་སེང་གི་སྟེང་དུ་ཁ་བ་བབས་པ་ཟེར་གི་འདུག་དཔེ་དེ་རེད་ད། རྡོ་ཚ་བོའི་སྟེང་དུ་ཁ་བ་བབས་ཀྱི་རེད། ཁ་བ་བབས་རིམ་བཞིན་དུ་རྡོ་ཚ་བོ་ལ་རེག་པ་ཙམ་ཞིག་གིས་ཆབ་རོམ་དེ་ཆུ་རུ་བཞུར་འགྲོ་གི་འདུག་བ། འགྲོ་བ། བཞུ་དྲུག་རེད། ཆུ་ལ་རི་མོ་བྲིས་པ་ལྟ་བུ་དཔེ་ཁ་ཤས་དང་ཆུ་ལ་རི་མོ་བྲིས་ཆོག་འདུག་དེ་རི་མོ་ཆུ་ནང་ལ་བསྡད་ཀྱི་མི་འདུག་ག་རི་མོ་བྲིས་རིམ་བཞིན་དུ་རང་ཡལ་དུ་འགྲོ་བ། སྦྲུལ་གྱིས་མདུད་པ་བོར་བ་ལྟ་བུ་སོགས་ད་དཔེ་མང་པོ་ཡོད་རེད་བསམ་བློ་བཏང་ཤེས་ན་དཔེ་དེ་ཚོ་གི་སྟེང་ནས་དངོས་གནས་ཆོས་ཉིད་ངེས་ཐུབ་ཀྱི་རེད། གནམ་ཐོག་ཅེས། གནམ་ཐོག་ངོ་ཤེས་གནམ་ཐོག་རྩ་བྲལ་སོང་དང་པོ་རིམ་པ་གསུམ་ཡོད་རེད་དང་པོ་གནམ་ཐོག་ཅེས་གཉིས་པ་དེ་ལ་ངོ་ཤེས་པར་བྱེད་གསུམ་པ་ངོ་ཤེས་པས་རྣམ་རྟོག་རྩ་དྲུག་ཏུ་འགྲོ་བ་གསུམ་དག་དེ་ལ་རིམ་པས་གོང་མ་ཡོང་དུས་དེ་ནི་ཤར་གྲོགས་ཀྱི་གནས་དུས་གཅིག་ལ་དབྱེ་བ་དེ་ལྟར་རྫོགས་པ་ཆེན་པོའི་ནང་ངོ་དང་ཤར་ཕྱོགས་ཆེན་པོའི་ནང་ཡང་རྫོགས་པ་ཆེན་པོའི་ཚོགས་སྲིད་ཟུང་འབྲེལ་གྱི་ནང་ན་རྣམ་རྟོག་ཤར་གྲོགས་ཀྱི་གནས་ཤེས་སྣང་ཟད་ཅིག་འདུག་བ། རྣམ་རྟོག་ཤར་གྲོགས་ཀྱི་གནས་ཤེས་ཟེར་བ་དེ་རྣམ་རྟོག་ཤར་བ་དང་མཉམ་དུ་གྲོལ་བ་དུས་མཉམ་ཡོང་དགོས་ཀྱི་རེད་ཆུ་ལ་རི་མོ་བྲིས་པ་ལྟ་བུ། དེ་ད་ལྟ་ང་ཚོར་ཡོང་ཐུབ་ཀྱི་ཡོད་མ་རེད་གང་ཟེར་ན་བདེན་པར་འཛིན་པའམ་དངོས་པོར་འཛིན་པའམ་མཚན་མར་འཛིན་པའི་གི་བློ་དེ་ཡོད་པ་ཡིན་དུས་དེ་འདྲའི་གི་བློ་དམ་པོ་དེ་ཡོད་ཀྱི་རིང་ལ་ཡོད་ཀྱི་རིང་ལ་ཤར་གྲོགས་ཀྱི་གནས་ཡོང་གི་ཡོད་མ་རེད། ཤར་གྲོང་ཁྱེར་གནས་ཡོང་ཡ་ལ་ཐབས་ག་རེ་བསྟེན་དགོས་ཟེར་ན་རྫོགས་པ་ཆེན་པོའི་སྐབས་སུ་ངག་ཞག་ཆུ་བོ་རྒྱུན་གྱི་རྣལ་འབྱོར་ལ་བཞག་དགོས་རེད་གསུངས་ཡ་རེད། ངག་ཞག་ཆུ་བོ་རྒྱུན་གྱི་རྣལ་འབྱོར་ལ་གནས་ན། འོ། འགྲོ་ན་ཡང་ཆོས་ཉིད་ཀྱིས་འགྲོ་བ། བསྡད་ན་ཡང་ཆོས་ཉིད་ཀྱིས་བསྡད་པ། ཟ་ཉལ་སྤྱོད་ལམ་གང་སྤྱད་པ་ཡིན་ན་ཆོས་ཉིད་ཀྱི་ཡོ་ལང་ཡིན་པ་ངོ་ཤེས་ན་ཤར་གྲོང་ཁྱེར་གནས་དེའི་སྐབས་ལ་ཡོང་གི་རེད་ཟེར་ནས་ཚིག་ཟོམ་གཉིས་ཀྱི་ནང་ན་གསལ་པོ་གསུངས་ཡོད་འདུག་བ། ཨོ་དེ་རེད། ཨོ་དེ་འདྲ་ཡིན་དུས་ད། ཤར་གྲུར་བྱེད་གནམ་དུ་ཤར་གྲུར་བྱེད་གནས་བཤད་ན་སྒོམ་ལ་མཁས་པ་ཡིན་གསུངས་ཡོད་རེད་ད་རྫོགས་པ་ཆེན་པོ་དགེ། ངོམ་རྒྱུ་ཡོད་ན་མེད་ན་དེ་རེད་ད། རེད་བ་དེ་ཡིན་ན་གནས་བཤད་མཁན་མེད་པ་རེད་ད། གནས་བཤད་མཁན་ཡོད་རེད་ཡིན་ན་ཤེས་མཁན་ཡོད་མ་རེད་ད་དེ་རེད་དཀའ་ངལ། བའོ་ཤར་ད་བཤད་དེ་ཡོད་རེད་གནམ་དུ་བཤད་མཁན། གནམ་དུ་རྩ་འགྲེལ་བྱེད་གནས་བཤད་མཁན་ཡིན་ན་ཡང་ཤར་རིང་པོ་བཤད་ས་བཤད་ཟེར་བ་དེ་ཆུ་ནས་ཡོང་རོགས་མེད་ཅེས་ད་གོ་དེ།

ད་གཞན་པ་རང་ལོག་ཟེར་ཏེ་ག་རེ། གཞན་པ་རང་ལོག་ཟེར་ཡ་དེ། རྣམ་རྟོག་ཤར་བ་དང་རྣམ་རྟོག་གི་ངོ་བོ་ལ་ཅེར་གྱིས་བལྟས་ན། ཨ་ནི་གཞན་པ་རང་ས་ལ་ལོག་སོང་བ་རེད། རང་ལོག་ཟེར་ཡ་དེ་གཞན་པ་དེ་ག་རེ་ང་ཚོ་ཞེན་འཛིན་གྱི་བློ་རེད་བ། ཞེན་འཛིན་གྱི་བློ་དེ་ལ་བརྟགས་ཤིང་དཔྱད་ཡོང་དུས་ཞེན་འཛིན་སྐྱེ་བ་དང་དེའི་ཡུལ་ངོ་བོ་ལ་རྩེ་ལྟར་དཔྱོད་ན་གཞན་པ་རང་ས་རང་ལ་བརླག་འགྲོ་བ་རེད་རང་སར་བརླག་པ་རང་སར་བོར་བ། བ་ནོར་བོར་བ་བོར་རང་སར་བོར་བ་རང་སར་ཡལ་བ་རང་སར་བརླག་པ། ཁུ་རྡེག་ཡོད་མ་སྙིགས་ཡོད་མ་རེད། དང་པོ་ག་ནས་བྱུང་བ་ཡིན་པ་ད་ག་རང་ལ་བརླག་འགྲོ་བ་རེད། དཔེར་ན་རྦ་རླབས་རྒྱ་མཚོ་ལས་བྱུང་བ་རེད་དེ་རྦ་རླབས་དེ་རྒྱ་མཚོ་རང་ལ་ཐིམ་འགྲོ་དུས་ད་གིན་སྔ་མོ། རྦ་རླབས་འཕྱུར་བའི་སྐབས་ཀྱི་རྣམ་པ་དེ་ད་ལྟ་རྙེད་ཡ་མི་འདུག་བ། དེ་རྙེད་ཡ་མེད་པའི་རྒྱུ་མཚན་ག་རེད་ཟེར་ན་སྐབས་དེ་དུས་རྐྱེན་དབང་གིས་རྦ་རླབས་ཀྱི་རྣམ་པར་ཤར་བ་རེད་དེ་ད་ལྟ་རྐྱེན་དང་དྲག་ཡོང་དུས། དང་པོའི་ངོ་བོ་དེ་ཁོ་རྒྱ་མཚོ་གི་ཆུ་སྙིགས་ཡིན་པ་ཡིན་དུས་དེ་གི་ནང་དུ་ཚུར་ཐིམ་ཡོང་དུས་རྐྱེན་གྱིས་བསྒྱུར་བའི་རྣམ་པ་དེ་བརླག་པ་རེད། ང་ཚོས་དེ་ཤེས་དགོས་ཀྱི་འདུག་བ། རྐྱེན་གྱིས་བསྒྱུར་བའི་རྣམ་པ་དེ་བརླག་ཡོང་དུས་ད་ལྟ་ཆགས་སྡང་གི་རྣམ་རྟོག་དྲག་པོ་དེ་ཚོས་བསྐྱེད་ཡོང་བ་དེ་རྐྱེན་གྱིས་བསྒྱུར་བ་རེད། རྐྱེན་གྱིས་བསྒྱུར་བ་རྐྱེན་གྱིས་བསྐུལ།